དབྱངས་གསལ་གཉིས་ལ་རྟགས་ཁྱད་པ་ཅི་ཞེས་པས་དབྱངས་སྔོ་རྟ་གསལ་བྱེད་ཕོ་རེད་ཟེར་ཡ་གཅིག་དང་གསལ་བྱེད་ལས་ནང་ཁུལ་གྱི་ཕོ་མོའི་རྟགས་ཁྱད་པ་ལྔ་ཅེས་གསུངས་པ་རེད་ད་ནས་བཤད་ད་སྔོན་འཇུག་ལྔ་ལ་ཡང་ཕོ་མོའི་རྟགས་ཁྱད་པ་བཞི་འདུག་གསུངས་རྗེས་ད་རྗེས་འཇུག་རྟགས་ཁྱད་པ་དེ་བཞུགས་གོ་མ་བཞུགས་གོ་མ་གསུངས་ཀྱི་རེད་ད་དེ་ནས་གར་གསུངས་ནས་གར་གསུངས་ནས་འཇུག་པའི་རྣམ་གཞག་དངོས་འབྱོར་གྱི་འཇུག་པའི་རྣམ་གཞག་གསུངས་བས་དངོས་འབྱོར་རྟགས་ཀྱི་ཁྱད་པར་ཤེས་ནས་ད་དངོས་འབྱོར་གང་ལ་འཇུག་པ། དངོས་འཇུག་གི་ཕི་གའི་ལས་དོན་གར་གར་བྱེད་ཀྱི་ཡོད་མེད་དངོས་འབྱོར་གྱི་ནུས་པ་གར་གར་ཡོད་མེད་དངོས་འཇུག་གི་དོན་སྟོན་པའི་བྱ་བ་གར་སྒྲུབ་པར་བྱེད་ཐུབ་ཀྱི་ཡོད་མེད་འོ་དེ་འདྲས་ཀྱི་རྣམ་གཞག་ཐོག་ནས་འབའ་ཞིག་ད་དངོས་འཇུག་གི་བྱེད་ལས་གཙོ་བོ་དེ་དེ་མ་གསུངས་གོ། འདིའི་འདིའི་མིང་ལ་ཡང་ད་ཕི་གའི་འཇུག་ཀ་ཞེས་ཟེར་བ་ཆགས་པར་གདའ།

གསུམ་གྱི་ཕྱག་རེད། ཏག་ཏག་དབྱེ་བ་གསུམ་འདི་བཟོ་དགོས་ཡ་དེ་གར་བྱས་གསུམ་ནང་བསྡུ་དགོས་ཡ་རྒྱུ་མཚན་ག་རེད་ཟེར་ན། གཞུང་འཕྲོས་རྩ་འཇུག་པའི་རྣམ་གཞག་དུ་མ་ཤེས་པའི་ཁ་ཐུག་ཤེས་བདེ་བའི་ཁེ་ཡ། འཇུག་པའི་རྣམ་གཞག། དེ་གའི་འཇུག་པའི་རྣམ་གཞག་དེ་ཤེས་པའི་ཁ་ཐུག་ལ་ཡ་ཨན་ཅིག་ཏག་དབྱེ་བ་གསུམ་ནང་ཚུལ་བསྡུས་ཀྱིས་ཤེས་བས་ན་ཨ་ནི་ཤེས་སླ། ཤེས་སླ་བ་དང་ཤེས་བདེ་བའི་ཁྱད་པར་ཆེ། རྟགས་དབྱེ་བ་གསུམ་ན་འདུས་བྱས་ཨ་ནི་མོ་ཡི་ཡི་གེ་ན་ནས་ནི་འཇུག་པའི་ཡི་གེ་བཅུ་ཡིན་ཆགས་སུ་བྱ། རྟགས་འདིའི་འོག་ལ་ཡང་ཕོ་མོའི་མི་ཤིགས་ཕོ་མོའི་ཁྱད་པར་གར་ཤེས་གསུངས་ནས་མི་ཤིགས་ལ་ཕོ་མོ་མ་ནིས་མང་དུ་བྱེད་ཀྱི་དང་མོ་ཤམ་དང་ཤིན་ཏུ་མོ་བྱེད་ཅེས་མཚན་ཟུར་དུ་སྨོས་པ་བྱེད་ཁོ་ཅེས་གཞུང་ཤེས་སླ་བ་དང་ཤེས་བདེ་བའི་ཁྱད་པར་དོན་དག་ལ་རྟགས་དབྱེ་བ་གསུམ་ན་འདུས་པ་ཡིན་ཅེས་གསུངས་གནང་གི་རེད། ད་ཡིན་དུས་ད་འཇུག་པའི་རྣམ་གཞག་མ་གསུངས་ཡ་དེ་འགོ་བཙུགས་པ་རེད། ད་ཐོག་མ་འཇུག་པ་ཞེས། འཇུག་པ་ཞེས་ཏེ་དངོས་འཇུག་གི་འཇུག་པ་ཞེས་ཏེ་ག་འདྲི་ཡིན་མེད་ཐོག་མ་དྲི་བ་གཅིག་དྲི་བའི་ལམ་ནས་འཚོལ་བ་གཅིག་ཨ་ནི་ངོ་སྤྲོད་པ་གཅིག་རེད་ཐོག་མ་དྲི་བ་གཅིག་ཆགས་ཅིག་གང་ལ་འཇུག་པར་བྱེད་ཀྱི་རེད་ཟེར་ཡ་དྲི་བ་གཅིག་རེད་དངོས་འཇུག་ལྔ་པོ་དེ་གང་ལ་འཇུག་པར་བྱེད་པ་རེད་ཟེར་ཡ་དྲི་བ་གཅིག་རེད། གཉིས་པ་དེ་དངོས་འཇུག་ལྔ་པོ་གང་ཟག་གང་མི་གཞི་དེ་དག་ལ་ཡང་གང་གིས་འཇུག་པ་རེད་ཅེས་དྲི་བ་གཉིས་བྱས།

འཇུག་གི་ཡང་ག་རེད་འཇུག་ས་ག་རེད་གཅིག་གཉིས་ཡོད་རེད་བ་འཇུག་ས་དེ་མི་ཤེས་རེད་ད་འཇུག་ས་དེ་སྦྱར་བ་ལ་སྦྱར་བ་ལ་བསམ་བློ་བཏང་ཨ། སྦྱར་ས་ག་བ་ལ་སྦྱར་དགོས་རེད་མི་ཤེས་ལ་སྦྱར་བ་སྦྱར་ཡ་ག་རེད་དངོས་འཇུག་རེད། བྱས་ཙང་འཇུག་ས་དེ་མི་ཤེས་བྱས་གསལ་བྱེད་ཡི་གེ་བཟའ་བྱས་ཨ་ནས་དེ་ལ་ཡ་འཇུག་བྱས་ཟེར་ནས་མི་འདུག་འཇུག་ཡ་དེ་དངོས་འཇུག་གོ་དགོས་རེད་བ་བྱས་ཙང་ག་བ་ལ་འཇུག་རེད།

དེ་ནས་ཅི་ཕྱིར་འཇུག་པ་སེམས་དེ་གར་ཕྱིན་ནས་འཇུག་པ་རེད། ཅེས་བྱའི་དྲི་བ་བཞི་བྱ། དཔེར་ན། མི་གཅིག་གིས་ལས་དོན་གྱི་བྱས་པས་ནས་དྲི་བ་བཞི་དེ་བྱ་གི་རེད། རེད་མ། དྲི་བ་བཞི་དེ་བྱ་བ་རེད། མི་དེ་ཁྲོམ་ལ་ཡ། མི་དེ་བུ་སྐྱེས་གཅིག་ཁྲོམ་ལ་འགྲོ་བའི་སྐབས་ལ་ཡ། དེ་ལ་ཡ་དྲི་བ་བཞི་བྱ་གི་རེད།

ད་བྱིས་པ་པོ། བཀྲ་ཤིས་ཆགས་ཡོད་དུས་སྒོ་ནས། གང་གི་སྒྲ་དེ་སུ་སྒྲ་ཤག་པ་ཡིན། བྱིས་པ་པོ་ལ་བརྗོད་པའི་གང་ཟག་ཡིན་ན་དེ་སུ་སྒྲ་དེ་དོན་སྤྱི་འདི་དོན་སྤྱི་འདི་ཁྱབ་རེད་ལ། ད་སེམས། སེམས་མེད་བེམ་པོའི་རང་བཞིན་ལ་གང་སྒྲ་བརྗོད་དེ་སུ་སྒྲ་བེད་སྤྱོད་གཏང་སའི་གོ་མེད་ན་སེམས་མེད་སོང་ཙང་ཨ་གང་གིས་ཞུ་དགོས་རེད་གང་གིས་བྲིས་དགོས་རེད་ཁྱེད་རང་གིས་ང་ལ་ཡི་གེ་བྲིས་ཟིན་གི་འདུག་ཨ་ནི་ཡི་གེ་བྲིས་ཡག་དེ་ཅི་ད་རུ་ཚུར་མང་པོ་བྱོས་དེ་ན་ནི་གང་གིས་བྲིས་ག། ཤེས་བྱའི་སྐད་ཆ་བཤད་ཡོད་དུས་སྒོ་ནས་ཀོ་དེ་ལས་ཅི་བྱེད་གི་རུང་ཨ་འོ་དེ་ནས་ཤེས་ད་སུ་ཡིན། ཕྱིན་པ་རེད་བས་ཟེར་ཡ་ཨ་ནི་དེའི་ལན་ལ་བཀྲ་ཤིས་སྤྲོ་བ་རེད་ཟེར་ཡ་ཅི་བཀྲ་ཤིས་ཕྱིན་པ་རེད་ཟེར་ལན་བྲི་ཡ་ཅི་རེད་བ། ད་བཀྲ་ཤིས་ཁྲོམ་རེར་ཕྱིན་པ་རེད་ད་དྲི་བ་གསུམ་པ་དེ་ལ་བཀྲ་ཤིས་ཁྲོམ་ལ་ཡ་ག་འདྲས་ཕྱིན་པ་རེད་བས་ཇི་ལྟར་འཇུག་པ། དངོས་བྱུང་ལྔ་པོ་དེ་ཚོ། རང་གི་རྒྱུ་ཡི་མི་ཤེས་ལ་ཡང་རྒྱུ་ཡི་མི་ཤེས་སུམ་ཅུ་ཐམ་པའི་ནང་ནས་ག་བ་ག་བ་ལ་འཇུག་པ་རེད་སྐད་ཅིག་དེའི་ཁྲིད་ཙག་རེད་དེ་ཚོ་ལ་གང་གིས་འཇུག་རེད་ཟེར་སྐད་ཅིག་དེའི་ཁྲིད་དངོས་བྱུང་ལྔ་ཡིས་འཇུག་རེད་ཨ་དངོས་བྱུང་ལྔ་པོ་དེ་ཚོ་རྒྱུ་ཡི་མི་ཤེས་དེ་ཚོ་ལ་འཇུག་ཡོད་ན་ག་འདྲས་འཇུག་དགོས་རེད་ཟེར་ཡག་སྐད་ཅིག་ཁྲིད་ཡག་ཚོས་དེ་ལ་ད་བཀྲ་ཤིས་ཁྲོམ་ལ་ཕྱིན་ཡོད་ན་ག་འདྲས་འགྲོ་བ་རེད་ག་འདྲས་ཕྱིན་པ་རེད་ཅེས་དྲི་བ་ཞིག་དྲིས་ནས་དེ་ལན་ལོག་ཧ་ཅིག་སྐད་རྒྱོགས་རེད།

ཅིའི་ཕྱིར་འཇུག་པར་བྱ། ད་བཀྲ་ཤིས་ཁྲོམ་ལ། བཀྲ་ཤིས་ཁྲོམ་ལ་ཕྱིན་པ་ཧ་གོ། ཁྲོམ་ལ་འགྲོ་མཁན་བཀྲ་ཤིས་ཡིན་པ་ཧ་གོ། བཀྲ་ཤིས་ཀྱི་ཁྲོམ་ལ་འགྲོ་སྟངས་དེ་ཧ་གོ། ད་ག་རེ་ཆ་ཆེ་མི་དང་ཟབ་ས་ཡང་དོགས་པ་ཆེ་ཤོས་ཅི་ལས་ཟབ་རོ། ད་རྒྱུ་མཚན་ག་ཡིན་ན་འགྲོ་ནི་འགྲོ་བཞག་དགོས་པ་རྒྱུ་མཚན་ག་འདྲ་དོན་དག་ག་འགྲོ་འགྲོ་གྱུར་ན་བསམ་པའི་གི་དྲི་བ་དེ་དོགས་པ་དེ་སེལ་ཡག་ལ་ཨ་རེ་ལན་ཅིག་ཀྱང་ཡོད་དུས་གོ་ནས་ད་ཅིའི་ཕྱིར་འཇུག་པར་བྱ་དེ་ལན་དེ་ཆགས་འོང་རོ། བཀྲ་ཤིས་ཅི་ཕྱིར་ཁྲོམ་དུ་འགྲོ་བ་རེད་བས་སྐད་ཅིག་དྲན་ཡོད་དུས་ཁོ་ནི་ད་ཁྲོམ་ལོ་ཁྲོམ་ནས་འགྲོ་དགོས་ཡ་དགོས་པ་རྒྱུ་མཚན་གནད་དོན་ཆ་ཚང་ད་ཁོས་དོགས་པ་མ་བཟོ་བྱས་ཀླད་པའི་ནང་ཡོད་དུས་བོད་སྐད་ཚར་གསུམ་ཁ་གཙང་མ་སོ་ཡག་གི་དྲི་བ་དེ་འདི་ཆགས་འོང་བ་ཅི་ཕྱིར་ཨ་ནི་འདི་ལན་བརྒྱ་ཟེར་བ་དེ་ཨ་ལས་འོང་ཡིན་པ་རེད་ཟེར་ཡང་ལྷོད་བབས་ཡག་གི་རེད།

གཞུང་སྙིང་པོ་ཟེར་ནས་མི་འདུག་རྟ་མཆོག་གི་དཀའ་གནས་ཟེར་ནས་རེད་ཨ་མཐའ་མ་མཐའ་མའི་སྡེ་ཚན་དེར་དག་ཅི་ཞིག་བྱུག་པ་ཟེར་ཡ་དེ་ལན་ཅིག་བརྒྱབ་ཡོང་དུས་ད་རྟ་མཆོག་གི་ཆུང་ངུ་སྙིང་པོ་སྙིང་དོན་འདི་རེད་འོང་ཡ་ད་དོགས་བྱས་པས་ན་ད་གང་ལ་བྱུག་པ་ཟེར་ཡ་དེ་ག་འདྲི་ཞིག་གོ་དགོས་ཀྱི་ཡོད་མེད་དང་གང་གིས་བྱུག་པ་ཇི་ལྟར་བྱུག་པ་ཅི་ཞིག་བྱུག་པ་ཟེར་ཡ་དེ་ནང་དོན་ག་འདྲི་བྱེད་མིན་ཁྱེད་རང་ཚོ་ཐུགས་ལ་ཡ་ངེས་པའི་ཐོག་ནས་ད་དེ་ལན་བརྒྱབ་དགོས་པ་རེད་ད་དེ་ལན་བརྒྱབ་དགོས་པ་རེད། ད་དེ་ལན་རྒྱབ་ཡོད་དུས་ཁོ་ནས་དྲི་བ་འདི་ཆགས་དུས་དེ་ལན་འདེབས་ཡོད་རེད་ལན་འདེབས་ལན་འདི་བསྐྱལ་བ་རེད། ད་ལན་དང་པོ་ག་བར་བསྐྱལ་བ་རེད་ཟེར་ན་ལན་དང་པོ་དྲི་བ་དང་པོ་ལ་ལན་བསྐྱལ་བ་རེད་དྲི་བ་དང་པོའི་ལན་ལ་ཨ་ནི་སྟངས་འཇུག་ན་ལ་ཡ། གང་ལ་འཇུག་པར་བྱེད་ཅེ་ན། བྱེད་ཅེ་ཨ་ནི། གང་ལ་འཇུག་པར་བྱེད་ཅེ་ན་ད་སྔོན་འཇུག་ལྔ་པོ་དེ་དག་འཇུག་ཡུལ་མི་ཤིག་ག་བ་ག་བ་ལ་འཇུག་རེད་པས་སྐད་ཅིག་དྲིས་པས་ན་ཨ་ནི་དེའི་ལན་ལ་ཡ།

ཁོ་རང་གི་འཇུག་ཡུལ་མི་གཞིར་བ་འཇུག་བྱེད་འདི་བྱས། དང་འཇུག་ཡུལ་མི་གཞི་ཕོ་དང་མོ་ལས་འཇུག་རེ་བྱས་སྤྱི་དང་འཇུག་ཡུལ་མི་གཞི་རྟགས་དབྱེ་བ་གསུམ་མ་དུ་ཡོད་མ་རེད་བ། ཕོ་མོ་མ་ནིང་ཅེས་གསུམ་ཡོད་རེད་བ། བ་དེ་ཡི་རྟགས་ཀྱི་དབྱེ་བ་གསུམ་ན་བསྡུས་པའི་དབང་དུ་བྱས་ཀྱི་ད་སྐད་ཅིག་བཤད་འགྲོ་བ་ར། ད་མ་འཇུག་ས་གར་ལྷག་པའི་ཟེར་ན་མ་འཇུག་ས་དེ་མ་ནིང་རེད་མ་མ་ནིང་རེད། ཕོ་ནི་ཕོ་དང་མོ་ལ་འཇུག་མོ་ནི་མོ་དང་མ་ནིང་ལ་བྱས་བྱས་དངོས་འཇུག་ང་འདི་བ་དེ་མ་དེ་ཟེར་བ་དེ་དྲན་གྱི་འདུག་དེ་འདུག་དངོས་འཇུག་མོ་ནི་ཨ།

རང་གི་རྒྱུད་མི་ཤི་མ་ནིང་དང། མོ་དང། ཤིན་ཏུ་མོ། དེ་གསུམ་ལས་འཇུག་པ་ཡིན་བཤད་བྱས་ཨ་ལས། རྟ་འཇུག་རྩ་བ་ཚོང་བཟང། དངོས་འཇུག་སོ་སོའི་གི་རྒྱུད་མི་ཤི་རྟགས་གར་གར་ལས་ཡང་འཇུག་དགོས་མེད་འདི་གསུངས་པ་རེད། དངོས་འཇུག་སོ་སོའི་རང་གི་རྒྱུད་མི་ཤི་རྟགས། ཕོ་དང་མོ། མ་ནིང་དེ་གསུམ་ན་གར་གར་ཡོད་མེད་གར་གར་ཡིན་མིན་དེ་གསུངས་པ་རེད།